འོ་ད་འདི་གི་ཉོན་མོངས་དུག་གསུམ་ཟད་དེ་མཚོན་པ་ཡིན་པ་རེད། འཕགས་འདི་གི་གཏི་མུག། བྱ་འདི་གི་འདོད་ཆགས། སྦྲུལ་འདི་གི་ཞེ་སྡང་འདི་ཡིས་མཚོན་པར་བྱེད། ད་དེའི་ཕྱིར་ལོ་དེ་ཡང་དུམ་བུ་དུམ་བུར་བྱེད་གཉིས་བྱས་ནས་དུམ་བུ་དཀར་བོར་ཟད་ན་འོར་དུག་བསམ་བྱུང་ད་འདི་གི་ལས་དཀར་ནག་གཉིས་དེས་བྱས། ད་དེའི་ཕྱིར་ལོ་དེ་ནི་མ་ཨེ་ནི། དེ་ལིག་བར་ད། དུག་གི།

མ་རིག་རྒྱལ་མོ་ལོག་མ་སྟེ། དེའི་གཉིས་པ་སྟེ། འདུ་བྱེད་དང་ནི་ཟ་མཁན་བཞིན་ཟེར་ནས་ཟ་གོ་བཟོ་མཁན་ཞིག་འདུག་ག། རྣམ་ཤེས་སྤྲེའུ་ལྟ་བུ་སྟེ། དེའི་བཞི་པོ་སྟེ་སྤྲེའུ་ཞིག་འདུག་ག། བ་དག་ཏུ་ཟེར་ནས། མ་རིག། མ་རིག་པ། འདུ་བྱེད། རྣམ་ཤེས། ཨེ་ནི། མིང་གཟུགས། སྐྱེ་མཆེད། རེག་པ། ཚོར་བ། ལྟ་འདུག་ཨེ་ནི་ག་རེ་གོ། ད་དྲིན་གྱི་སེམས་མི་འདུག་སྟེ། གང་དག་ཨེ་ནི་བསད་པ། ལེན་པ། སྲིད་པ། ཨེ་ནི་སྐྱེ་བ་འགའ་ཞིག། དུག་ཅན་དག་རི་མི་བཅུ་གཉིས་ནང་ལོགས་ལ་ཡ། རི་མོ་བཅུ་གཉིས་ཞེས་བྱ་ནི་རི་མོ་དེའི་རིགས་ཀྱིས་མཚོན་པའི་མཚོན་དོན་ཏེ། མ་རིག་པ་ནས་འགའ་ཞིག་བར་གྱི་རྟེན་འབྲེལ་སྔགས་བཅུ་གཉིས་དེ་ཡིན་པ་རེད། ད་འོ་རྟེན་འབྲེལ་སྔགས་བཅུ་གཉིས་དེའི་རིགས་ཀྱིས་དུག་ཅན་ནི།

གོ། རི་མོ་འདི་དེ་ནས་འགོ་བཙུགས་ཟིན་ན་ལོ་བས་སོ་ཅི་མི་འདུག་ག། ད་ཡིན་ནའི་ང་ཚོ་མ་དྲངས་ཡོང་དུས་ཚར་ནས་ཡང་ལག་ཅོ་གཉིས་ཀྱིས་དྲངས་ཡོང་དུས་མ་རིག་པ་ནི་དྲངས་གི་འདུག་ག། གོ། རྟེན་འབྲེལ་ཚར་གཅིག་གི་དབང་དུ་བྱས་པ་ཡིན་ན་གོ་མ་རིག་པ་ཅིག་འགོ་བཙུགས་ནི་དེ་ནས་དེའི་ཐང་འབྲས་ཨེ་ནི་ག་ཞི་བ་འདུག་ག། ད་ཡོང་ཡང་ཅིག་རེད་བ།

དེ་ཙང་ཀ། ཁོ་དེ་འདྲ་ཡིན་དུས་ཙང་ནས། ཁོ། རྟེན་འབྲེལ་ཚར་གཅིག་གི། མགོ་དེ་མ་རིག་པོ་ཤ། དེའི། ཨེ་ནི་ག་ཤི་བར་དུ། ཁོ་ར། མགོ་ནས། མགོ་དང་པོ་ནས། བཅུ་གཉིས་བར་དུ་ཤ་ཡག་ཅིག་ཡོད་རེད་དེ། ཡིན་ནའི་ཁོ་ཡོང་སྟངས། ཡོང་ཡག་གི་གནས་སྐབས་དེ། ག་དུས་ཡིན་ནའི་དུག་སུ་ཡོང་བསྡད་ཡག་ཅིག། དཔེར་ན་ངས། ང་ཚོ་དེ། ངས་དེ་ཆོས་བཤད་གི་ཡོད་རེད།

དེ་འདྲའི་ཅིག་གི་སྐབས་ནས་ཨེ་ནི་སྲིད་པའི་རྟེན་འབྲེལ་ད་ལས་བརྒྱ་སྟོང་ཁྲི་འབུམ་གྲངས་མེད་པ་ཡོད་བསྡད་པའི་ནང་ནས་ལས་གཅིག་ལ་ཨེ་ནི། གོ་དམིགས་བསལ་གྱི་གསོས་འདེབས་བྱེད་ཤུགས་ཆེན་པོ་ཞིག་འཕྲད་ནས་དེའི་རྐྱེན་པས་སྲིད་པའི་རྟེན་འབྲེལ་འགྲུབ་བྱེད་དེའི་རྗེས་དེ་ལ་ཨེ་ནི། སྐྱེ་བ་ཅན་ནས་སྐྱེ་བའི་རྟེན་འབྲེལ་འགྲུབ་ཡག་དང་དེའི་འགོ་འགྲོ་ད་བར་སྲིད་ཡོད་པ་ཡིན་ན་བར་སྲིད་འགྲུབ་ཡག་བྱེད་དུག་སུ་འགྲོ་བསྡད་ཀྱི་འདུག་ག། ཆ་དེ་འདྲ་ཡིན་པ།